ཐོག་མར་ཆོས་གྲོགས་ཕོ་མོ་ཡོངས་ལ་མཛའ་ཞིང་བརྩེ་བའི་འཚམས་འདྲི་དང་འབྲེལ་བའི་ཐོག་ནས་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ལྷག་པར་དུ་ལོ་བསམ་པ་ལ་འཚམས་འདྲི། ཞུ་བ་དང་འབྲེལ་ལོ་གསར་པ་འདིའི་ནང་ལེགས་ཚོགས་ཕུན་སུམ་ཚོགས་པ་ཡོང་བར་བྱེད་པ་ལ་བྱ་བ་བཟང་པོ་ལས་བཟང་པོ་བསྒྲུབ་དགོས་ཀྱི་ཡོད་རེད། ལས་བཟང་པོ་སྒྲུབ་པར་བྱེད་པ་ལ་སེམས་པ་བཟང་པོ་དགོས་ཀྱི་ཡོད་རེད། སེམས་པ་བཟང་པོ་དེའང་གཙོ་ཆེ་ཤོས་ངེས་འབྱུང་གི་བསམ་པ་ལ་གཞིར་བཞག་པའི་ཐོག་ནས་བྱམས་པ་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་ཀྱི་དོན་དག་མ་བཤད་པར་ཤེས་པར་བྱས་ཤེས་ནས་ཉམས་སུ་ལེན་དགོས་ཀྱི་ཡོད་རེད། བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་དེ་ཚོ་གི་ཐོག་ལ་ཉམས་ལེན་ཚུལ་དང་མཐུན་པ་ཡང་དག་པ་ཅིག་བྱེད་ཐུབ་པ་ཡིན་ན་རང་བཞིན་གྱིས། སེམས་པ་བཟང་པོ་འཆར་ཐུབ་པ་དང་བསམ་པ་བཟང་པོ་དེ་ཡི་ཐོག་ནས་ལུས་ངག་གི་བྱ་བ་གང་དང་གང་བྱས་པ་ཡིན་ན་ཡང་དེ་དག་ཐམས་ཅད་བྱ་བ་བཟང་པོ་གཅིག་འཆར་ཐུབ་པ། དེ་འབྲེལ་གྱི་ཐོག་ནས་ལུས་ངག་ཡིད་གསུམ་གྱི་སྤྱོད་པ་བཟང་པོ་ཡོད་པ་ཡིན་ན་དེ་ནི་རང་བཞིན་གྱིས་དེ་ལ་བརྟེན་ནས་བྱུང་བའི་འབྲས་བུ་ཡང་བདེ་བ་ཕུན་སུམ་ཚོགས་པ་ཅིག་ཐོབ་ཐུབ་ཀྱི་ཡོད་རེད་དེ་ཡང་གནས་སྐབས་ཀྱི་འབྲས་བུ་ཚེ་འདིར་ཚེ་རིང་བ་ནད་མེད་པ། བདེ་སྐྱིད་ཕུན་སུམ་ཚོགས་པ་དང། དེ་ནས་ཕུགས་ལ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཡང་ཏན་ཏན་ཐོབ་ཐུབ་ཀྱི་ཡོད་དེ་ཡིན་དུས་དེ་ནི་གནས་སྐབས་དང་མཐར་ཐུག་གི་བདེ་ལེགས་ཕུན་སུམ་ཚོགས་པའི་རྒྱུའི་གཙོ་བོ་དེ་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ཀྱིས་བརྩིས་ཟིན་པའི་སེམས་པ་བཟང་པོ་དེ་ཡིན་དུས་ངའི་ངོས་ནས་ཚང་མ་ལོག་ལ་སྙིང་ཐག་པ་ནས་འབོད་སྐུལ་ཞུ་ཡ་དེ། ཚང་མས་ཉི་མ་རྟག་པར་ཉུང་མཐའ་ལ་སྐར་མ་ག་ཤེད་ཅིག་རིང་དེ་ནི་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་དེ་ཚོའི་དོན་དག་ལ་དེ་ནི་ཐུགས་བསམ་བཞེས་ཡ་དང་དེ་ཚོའི་དོན་དག་ལ་སྒོམ་ཉམས་ལེན་སྣང་བ་སྣང་བཞིན་ཞུ་ཡ་ཡིན། དེ་འདྲ་གནང་ཐུབ་པ་ཡིན་ན་རང་བཞིན་གྱིས་ང་ཚོའི་སེམས་པ་བཟང་པོ་དེ་ཡར་རྒྱས་འགྲོ་ཐུབ་པ། དེ་ག་ནང་བཞིན་ང་ཚོའི་མིག་གི་སྤྱོད་པ་ཡང་བཟང་རུ་འགྲོ་ཐུབ་པ། མི་གཤིས་བཟང་རུ་འགྲོ་ཐུབ་པ། མིག་ཡག་རུ་འགྲོ་ཐུབ་པ། དེ་ནི་དེ་ལ་བརྟེན་ནས་རིམ་གྱིས་རིམ་གྱིས་དེ་ནི་བཟང་པོའི་ཡོན་ཏན་མཐར་ཐུག་པ། འཇིག་རྟེན་ལྡན། ཐོབ་ཐུབ་པ་ཡོང་གི་ཡོད་པ་ཡིན་དུས་ཚང་མས་དེའི་ཐོག་ལ་དེ་ནས་ཉམས་བཞེས་གནང་རོགས་གནང་ཞེས་ནས་ཞུ་ཡས་ཡིན། དེ་ནས་མཐའ་དོན་ཞུ་ཡས་ལ་ང་ཚོའི་རྩ་བའི་བླ་མ་དང་དེ་ག་ནང་བཞིན་དཀོན་མཆོག་གསུམ་གྱི་བྱིན་རླབས་དུས་རྟག་ཏུ་ཚང་མའི་རྒྱུད་ལ་འཇུག་ཐུབ་པའི་སྨོན་འདུན་ཞུ་གི་ཡོད་ཐུགས་རྗེ་ཆེ།